རྣམ་པ་ཚང་མ་ལ་ཡང་ཉིན་གུང་དེ་རེད་ཞུ་བ་ཡིན། ད་ལྟ་དེ་ཨ་ཏོ་ཁྲིམས་ཞིབ་པ་གསུམ་གྱི་ངོས་ནས་གསལ་བསྒྲགས་ཞུ་ཡག་ནི་ཡང་ད་ལྟ་ངེད་ཅག་ཁྲིམས་ཞིབ་པ་གསུམ་དེས། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་དེ་ནི་འཕོ་འགྱུར། བརྟགས་པ་ཡིན། ཞེས་བྱའི་དོན་རྟོགས་ན་འདི་ཡང་དུས་ཚོད་བཞག་རེད། དུས་ཚོད་བཞག་པའི་རྒྱུ་མཚན་བལྟས་རྗེས་དེ་ནི་བརྒྱུད་ལམ་ཁག་རེད་ས་ཁུལ་མང་པོ་ཅིག་གིས་ཁྲིམས་ཤིག་གང་ནས་ཡང་ཚད་འདི་གནང་ཡག་ལ་ཡག་ཐུག་ཞེས་བྱའི་ལས་ཁུངས་འཇོག་བསྡད་བཞག་དེ་མིན་ད་ང་ཚོ་དེ་མི་རེ་རེས་བྱས་ལ་ཡང་ཚད་འདི་དང་ལེན་མ་ཞུ་བྱས་བྱས་དེ་ནས་ཚང་མ་འཛོམས་པའི་ཐོག་ལ་ཡང་ཞུ་བཞག་བས་ན། ང་དུ་ཁྲིམས་ཞིབ་པ་རྣམ་པ་ཚོ་ཡིན་ནི་རེད་རྣམ་པ་ཚོ་ཡང་དུས་ཚོད་ཀྱི་ཐོག་ནས་དེ་འདྲ་ཡོང་རེད་བསམ་གི་འདུག་དེ་དང་དེ་བཅས་ད་དེ་ནས་ཁྲིམས་ཞིབ་ཁང་ནས་གནད་དོན་ཁ་ཤས་ཅིག་ཐོག་ལ་ཡང་སྙན་སེང་ཞུ་བ་ཡིན་དེ་བཅས་པ་རྣམ་པ་ཚོ་ཡང་དྲི་བ་དྲིས་ལན་ཞུ་བ་ཡིན། ད་ལྟ་དེ་དང་པོ་དེ་ལ་ཡང་གང་གསུངས་ཟེར་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཁྲིམས་ཞིབ་པ་རྣམ་པ་འཕོ་འགྱུར་བཏང་ཡག་གི་རྒྱུ་མཚན་དེ་དང་ནང་བཞག་ད་དེ་རྒྱུ་མཚན་དེ་ག་རེ་ཡོད་ཟེར་ན། སྤྱི་འཐུས་ལྷན་ཚོགས་ཀྱི་གཞུང་འབྲེལ་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་དེའི་ནང། བཙན་བྱོལ་བོད་མིའི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་རྣམས་ནས། ཁྲིམས་ཀྱི་ངོས་བཞེས་ཞེས་པའི་བརྒྱུད་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་ལ་ཁྲིམས་ཞིབ་དཔྱད་བརྗོད་དང། ཁྲིམས་ཀྱི་ངོས་བཞེས་ཞེས་པའི་དབང་ཚད་ཡོད་ཚུལ་རྒྱལ་ཁབ་གཞན་གྱི་ཁྲིམས་སྒྲིག་དང་སྦྱར་ནས་ཞྭ་དཔེ་ལྷམ་འགེབས་བྱས་ནས་དེ་འདྲའི་ཐག་གཅོད་དེ། ཐག་གཅོད་ཀྱི་བཀའ་ཁྱབ་བཏང་བ་བཅས་ནི་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་འགལ་བར་བརྟེན་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་འཕོ་འགྱུར་བཏང་ལུགས་ཀྱི་ཡིག་ཆ་དག་ནང་ཞུགས་པ་རེད། དེ་འདྲ་དག་ནང་ཞུགས་པ་ང་ཚོས་ཆོག་ཤེས་ཀྱི། དེ་འདྲ་དང་པོ་རང་ལ་གསལ་པོ་དྲན་ཞུ་ཡག་གི། ཆེས་མཐོའི་ཁྲིམས་ཞིབ་ཁང་ནས

དེ་ཡང་གལ་ཆེན་ཞིག་རེད། ད་ལྟ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དེ། གྲོས་འཆར་དོན་གྲོས་ཆོད་བཞག་པ་དེ་ལ་ཡང་མཐའ་མ་རེ་རེ་བྱས་ནས་མ། གར་བྱས་ནས་ཁྲིམས་ཞིབ་ཁང་གིས་འདོར་མེད་པའི་རྒྱུ་མཚན་དེ་མ་རེ་རེ་བྱས་ནས་ཞུ་གི་ཡིན། དང་པོ་དཀའ་བ་དེ་ལ་ཡང་གར་ཞུ་བར་སྣང། གྲོས་ཆོད་དུ་ཁྲིམས་ཞིབ་ཁང་ནས་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་འགལ་ལུགས་བཀོད་པ་དེའི་སྒྲུབ་བྱེད་དང་དང་པོར། ཁྲིམས་ཞིབ་ཁང་གི་བཀའ་ཁྱབ་དེ་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བརྒྱད་པའི་དགོངས་དོན་ལྟར། སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་ལ་ཁྲིམས་ཞིབ་རྩད་གཅོད་མི་ཆོག་པ་ཞིག་ལ། རྩད་ཞིབ་བྱས་པ་ཞིག་རྩ་བ་ནས་མིན་པ་ནི། ཐ་གལ་ཆེ་ཤོས་ཀྱི་ནང་དོན་མི་དམངས་སྤྱི་འཐུས་ལྷན་ཚོགས་ཀྱི་གསུང་ཡ་དེ། དེ་ནི་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བརྒྱད་དང་འགལ་སོང་གསུང་པ་རེད། བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བརྒྱད་དེ་ག་རེ་རེད་ཟེར་ན། ཡིན། བཙན་བྱོལ་བོད་མིའི་རྩ་ཁྲིམས་དང་འགལ་ལུགས་དེ་ག་ག་འདྲ་འགལ་བ་ཟེར་ན། སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་ལ་ཁྲིམས་ཞིབ་རྩད་གཅོད་མི་ཆོག་ཟེར། དོན་ཚན་ལྔ་བཅུ་དང་བརྒྱད། དེ་ལྟར་ཁྲིམས་ཞིབ་ཁང་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་ལ་ཡང་རྩད་ཞིབ་རྩ་བ་ཉིད་ནས་བྱས་ཡོད་མ་རེད་གསལ་བོ་བྱེད་དུ་བཅུག་ཡོད། ཁྲིམས་ཞིབ་ཁང་ནས་རྩད་ཞིབ་ག་བ་བྱེད་དགོས་ཟེར་ན། བཅའ་ཁྲིམས་དོན་ཚན་བཞི་བཅུ་ཐམ་པ། བཅའ་ཁྲིམས་དོན་ཚན་བཞི་བཅུ་ཐམ་པ་དང་འགལ་འདུག་ཞུ་བར་མ་གཏོགས་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བརྒྱ་ལ་ང་ཚོས་ཇུས་ཞུས་ཡོད་མ་རེད། ངས་དེ་ཡིན་ལྟར། སྤྱི་འཐུས་ལྷན་ཚོགས་ཀྱིས་བཅའ་ཁྲིམས་དོན་ཚན་བཞི་བཅུ་རྩ་བ་གཉིས་ནས། བཀའ་གནང་གི་མི་འདུག་དོན་ཚན་ལྔ་བཅུ་ང་བརྒྱད་ཀྱིས་ཀྱང་ཅེས་ཞུས་ཏེ་འདི་གསལ་པོ་ཅན་བཟོས་ན་བཟོས། ད་དེ་ནས་དཔེར་ན་ད་ལྟའི་གི་གནས་ཚུལ་འདི་བཅུ་པོ་མ་རེད། དཔེར་ན་ཆ་བཞག་བས་ན། དེ་ནི། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ལ་ཡ་ད་བ་དཀྲུགས་པའི་ཚེས་གསུམ་ལ་ཡ། བཀའ་བློན་གྱི་ཡུལ་གཞི་ཞིག་ལ་བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་གཅིག་ནང་གསལ་ཡོད་ཆོས་མ་ཚང་བར་ཁྲིམས་ཞིབ་པ་ཆེ་བའི་མདུན་སར་ལས་འཁུར་དང་གསང་རྒྱའི་གདམ་བྱ་འབུལ་བཞེས་གནང་བ་ཆེད་དུ་བྲེལ་བའི་ཐག་གཅོད་བྱས་པ་རེད། བཀའ་བློན་པའི་ཡུལ་གཞི་གཅིག་གིས་ནི་དེ་ཆ་རྐྱེན་མ་ཚང་སྟེ། བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བརྒྱད་ལས་ང་ཚོས་ཐེ་བྱུས་བྱེད་ཀྱི་ཡོད་མ་རེད་ཁྲིམས་ཞིབ་གོང་མ་ཚོར་བཅའ་ཁྲིམས་དོན་ཚན།

ཁག་ཏུ། བཅའ་ཁྲིམས་ཀྱི་དོན་ཚན་ལྔ་བཅུ་ང་བརྒྱད་འདི་རང་དྲངས་ཏེ་རྩོད་སློང་གནང་སྐབས། སོ་སོར་ཆེས་མཐོའི་ཁྲིམས་ཞིབ་ཁང་ནས་འགྲེལ་བརྗོད་དང་ཐག་གཅོད་གནང་ཟིན་པ་ཞིག་ཡིན་པར་མ་ཟད། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་ཆེས་མཐོའི་ཁྲིམས་ཞིབ་ཁང་ནས་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཀྱི་ཚོགས་མི་གྲངས་བཅུ་གཅིག་ནས་བསམ་བཞིན་དུ་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་རྩིས་མེད་བྱུང་བའི་རྩིས་མེད་བྱས་པའི་རྗེས་ཟློས་ལ་ཆད་འགེལ་གྱི་ཐག་གཅོད་བཀའ་ཁྱབ། ཁྱབ་བསྒྲགས་བྱས། ད་འདི། ད་ལྟ། སྤྱི་འཐུས་རྒྱུན་ལས་ནས། ཨ་ནི་བཅའ་ཁྲིམས་དོན་ཚན་ཞེ་བཅུ་དགེ་བསྡུ་བྱས་ཟེར་བ་འདི་དག་གིས་བྱས། དེའི་ནང་ལ་ཡང་ག་རེ་ཡོད་ཟེར་ན། སྤྱི་འཐུས་རྒྱུན་ལས་ལྷན་ཚོགས་ནས་བཅའ་ཁྲིམས་ཀྱི་དོན་ཚན་འདི་རང་དྲངས་པ་ནི། སྐྱོན་མཚང་བས་འདགས་སུ་ཁྲིམས་ཡིག་ལ་འགྲེལ་ལོག་བརྒྱབ་པ་ཞིག་ཡིན་པ་གསལ་བཞིན་རེད། དེ་འདྲ་ཡིན་ཀྱང། བཅའ་ཁྲིམས་དོན་ཚན་ཞེ་བཅུ་བརྒལ་བ་འདི་འདི་ལ་མ་བསླབ་ཅེས་བཅའ་ཁྲིམས་བདུན་ལྡན། ལྔ་བཅུ་ང་བརྒྱད་ཀྱི་གས་ཞགས་ཟིན་དབུལ་པོ་རྒྱལ་པོ་འདུག་འདི་དང་འདི། དངོས་ཡོད་དེ་གཉིས་ལུས་དུ་མེ་ཡག་གི་ཐབས་ཤེས་བྱས། ཁ་བ་འདིར་ཡག། སྒྲུབ་བྱེད་གཉིས་པ་འདིར་ཡག། ཁྲིམས་ཀྱི་ངོས་བཞེས་ཞེས་པའི་དབང་ཚད་ཡོད་ཚུལ་བཞེད། ཁྲིམས་ཀྱི་ངོས་བཞེས་འདི་རྒྱུན་འཇགས་ཁྲིམས་རྒྱུད་ནང་ལོ་བརྒྱ་ཕྲག་རིང་ལག་བསྟར་བྱས་དང་བྱེད་མུས་ཁྲིམས་བཤེར་གྱི་བྱ་རིམ་ཞིག་ཡིན་པ་ཙམ་ཡང་མ་རྟོགས་པར

རོ་ཨ་གོ་མ་ནི་ལོ་ད་ནང་བཞིན་ཨ་རིའི་རྒྱ་གར་ད་དུང་ཚང་མ་ཡོད་རོ་བ་ལོ་མང་པོའི་སྔོན་ནས་སུ་མོ་རོ་ཟས་ཀྱི་གནས་ཚུལ་དུ་ཡོད་རེད་དེ་ད་དེ་ཡོད་བཞིན་དུ་ལ་ཡ་ཨི་ནི་དེ་ཨི་ནི་སུ་མོ་རོ་ཟས་ཀྱི་དེ་ཨི་ནི་དེ་ཡོད་བཞིན་དུ་དེ་ཨི་ནི་ཁྲིམས་འགལ་རེད་ཟེར་ནས་གསུངས་དེ་གོ་དེ་ག་བ་དེ་ལ་ཡ་ངོ་དུ་ག་ཞུ་གོ་ཟེར་ན་ཁྲིམས་ཞིབ་ཁང་གི་བཀའ་རྒྱ་མངའ་རྗེས་སུ་བཅའ་ཁྲིམས་ཀྱི་གཞི་རྩའི་ལྟ་གྲུབ་དང་དགོངས་དོན་གསལ་སྟོན་དང་སྤྱི་འཐུས་རྒྱུན་ལས་ཀྱི་འགྲེལ་ལོག་གི་རྩོད་གཞག་ལ་སྒོ་རྟ་སྤྲོད་ཆེད། བཙན་བྱོལ་བོད་མིའི་བཅའ་ཁྲིམས་སུ་གསལ་ཆ་མེད་པའི་སྡོད་གནས་ཐོག་གནས་ཡུལ་རྒྱ་གར་དང་ཨ་རི་སོགས་རྒྱུན་བཅའ་ཁྲིམས་སྲོལ་ལག་བསྟར་བྱས་པའི་མང་གཙོའི་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་ནང་དོན་དང་འགྲེལ་བཤད་གཞིར་བཟུང་བརྡ་སྤྲོད་ཀྱི་ཐབས་ཚུལ་བསྟན་པ་དེ་ཞྭ་དཔེ་ཧམ་འགེབས་ཟེར་གྱི་ཡོད་ན། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱིས་མཚོན་པའི་ཁྲིམས་སྒྲིག་ཕལ་མོ་ཆེ་རྒྱ་གར་སོགས་རྒྱུན་བཅའ་ཁྲིམས་རྒྱུད་ལ་ཁུངས་གཏུགས་པའམ། དེ་དག་རང་ཆགས་ཡོད། ད་ལྟ་ན། ཕྱི་དྲོའི་ཁྲིམས་ཤེས་ཀྱང་གིས། དེ་ནི་དེ་ཚོ་ཚང་མ། ཞབས་པད་ཞབས་མོལ་གྱི་དཔེ་དེ་ཧ་གོ་ཡ་བྱས་ན་འཇིགས་འདུག་གསུངས་ཤག། དེ་ཚ། ཁྲིམས་ཤེས་ཀྱང་གིས། དེ་ནི་ད་ལྟ་ན། གསེད་བཀྲོལ་བྱས་པའི་སྒང་ལ་ཡ། ད་ང་ཚོའི་བཅའ་ཁྲིམས་དང་སྒྲིག་གཞི་ནང་ལ་གསལ་བོ་མེད་དུས་དང་པོ་ལ་ཡ་རྒྱ་གར་གྱི་ཁྲིམས་ནང་དེ་འདྲ་དེ་འདྲ་ཡོད་དང་ཨ་རིའི་ཁྲིམས་ནང་དེ་འདྲ་དེ་འདྲ་ཡོད་དང་ཞེས་ཞུ་དུས་དང་པོ་ལ། ཁྱོད་ཚོ་དེ། དེ་ནི་ཞབས་མོ་ཧ་གོ་གི་དཔེ་ནི་ཤིན་ཅང་འཇིགས་འདུག་གསུངས།

བོད་ནས་གསལ་བཤད་ན། ཁྲིམས་ཞིབ། ཁྲིམས་བསྡུ་བྱས་པས་ན། ཁྲིམས་བསྡུ་བྱེད་མཁན་འབྱོར་བ། ཁྲིམས་ཀྱི་བྱ་རིམ། སུ་ངོ་སྤྲོད་ཟིན་ནས་ཁྲིམས་ཀྱི་བྱ་རིམ། དེ་ལྟར་སུ་ངོ་སྤྲོད་ཟེར་དེ། དེ་ནི་ཁྲིམས་ཀྱི། ངོས་ཤོད་ཟེར་དགོས་ནི་རེད། སུ་ངོ་སྤྲོད་ཟེར་མཁན་འདི། དེ་ནི་སྤྱི་དམངས། གཏུག་བཤེར་སྐྱབས་བཅོལ་ལྔ་པའི་སྐབས། ཁྲིམས་ཞིབ་པ་ཆེ་བ་ཟུར་བ་ཞིག་ཚོགས་འདུ་དང། ཁྲིམས་ལུགས་རིག་པའི། སྦྱངས་པ་ཐོན་པའི་མི་སྣ་གཙོ་བོར་གྱུར་པའི་ཚོགས་མི་ལྔ་དང། ལས་རོགས་སུ་ཁྲིམས་དོན་ལས་བྱེད་གཉིས་བཅས་བསྐོ་འཛུགས་བྱས་པའི་ཁྲིམས་ཡིག་བསྐྱར་བཅོས་ཚོགས་ཆུང་གི་སྙན་ཐོ་འབྱོར་བ་ལྟར་ཁྲིམས་ཞིབ་ལྷན་ཚོགས་ནས་ཞིབ་འཇུག་མཐིལ་ཕྱིན་བགྱིས་ཏེ་བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་བདུན་ཆེས་མཐོའི་ཁྲིམས་ཞིབ་ཁང་གི་རྩ་འཛིན་ཁྲིམས་ཡིག་དང་སྒྲིག་གཞི་ཞེས་པའི་དགོངས་དོན་གཞིར་བཟུང། ཕྱི་ལོ་ཉིས་སྟོང་བཅུ་དགུ་ཟླ་བ་བཅུ་པའི་ཚེས་བཅུ་བཞི་ཉིན་གཏན་འབེབས་མཛད་པ་ཞིག་ཡིན་པ་དང། དེ་ནི་སྤྱི་དམངས་འཕྲིན་ཡིག་ལག་བསྟར་མགོ་འཛུགས་བྱས་པ་ནས་བཟུང་འཕྲིན་ཡིག་བསྐྱར་ཞིབ་ཚོགས་ཆུང་བཙུགས་པ་ཐོག་མ་ཡིན་པ་དང། བསྐྱར་བཅོས་འདིའི་སྐབས་སུ་སྤྱི་དམངས་ཁྲིམས་ཡིག་གི་དོན་ཚན་ཧ་ཅང་མང་པོར་འགྱུར་བ་བཏང་ཡོད་པ་ནི། ཉིས་སྟོང་བཅུ་དགུ་ཟླ་བ་བཅུ་པའི་ཚེས་བཅུ་དྲུག་ཉིན་བཀའ་ཤག་དང་སྤྱི་འཐུས་གཉིས་ཀར་བསྐྱར་བཅོས་གཏན་འབེབས་ཀྱིས་ཕུལ་ཡོད། ད་སུའི་ངོ་སྤྲོད་ཟིན་ཏེ་ཡང་བསྐྱར་ཁྲིམས་ཀྱི་ངོས་བཞེས་སའི་དོན་ཚན་ཞུ་མི་ཆོག་བྱ་རིམ་ཇི་རེད། དེ་མཚམས། ད་ལྟ་ཆེས་མཐོའི་ཁྲིམས་ཞིབ་ཁང་གིས་ཁྲིམས་སྒྲིག་ཁྲིམས་དེབ་གསུམ་ཡོད། དེ་ཚོ་ཚང་མ་བོད་ནས་རྩ་ཁྲིམས་དོན་ཚན་དྲུག་ཅུ་རེ་བདུན་བཞི་ལ་བཞག་པའི་ཐོག་ནས། ཆེས་མཐོའི་ཁྲིམས་ཞིབ་ཁང་བཟོ་ཡག་གི་དབང་ཆ་སྤྲད་ཤག། ཆེས་མཐོའི་ཁྲིམས་ཞིབ་ཁང་གིས། དེ་ནི་ག་སོག་རེད། ཁྲིམས་ཞིབ་དེ་ཚོའི་ཐོག་ལ་ཡག་ཡག་པོ་བྱས་ནས་གོ་བརྡ་འཕྲོད་ཡག་དང་ཡག་པོ་ཡོང་ཡག་དོན་དག་ལ་ཡག། དེ་ནི་ཚོགས་ཆུང་འདི་ན་ཡག་ཁྲིམས་ཀྱི་བློ་སྦྱོང་ཡོད་གི། རེད་པ། ད་ལྟ་འདི་ན་སོང་ན་སྒྲིག་སྐབས་ཚོགས་ཆུང་ཞིག་ཚུགས་ཡོད། ཚོགས་ཆུང་འདི་ཚོགས་ཐོག་ཆེས་མཐོའི་ཁྲིམས་ཞིབ་ཁང་གིས་ཨ་ནི་ཁྲིམས་ཞིབ་པ་ཟུར་པོ་གཅིག་བཙལ།

གསུམ་བཟོ་འགོད་བྱས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཕྱི་ལོ་ཉིས་སྟོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་དགུ་དྲུག་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན། ཆོག་མཆན་རྩེ་དོན་གྱིས་ལག་བསྟར་བྱས་པའི་ཁྲིམས་ཡིག་ཁག་ལ་ད་བར་བསྐྱར་བཅོས་སྔ་རྗེས་བྱས་ཡོད་པ་དང། དེ་ན་ད་ལྟ་ངས་གོང་ལ་ཞུས་མ་བཞིན་ཆེས་མཐོའི་ཁྲིམས་ཡིག་ཁག་ལ་ཡང་ཁྲིམས་དེབ་གསུམ་ཡོད། ཁྲིམས་དེབ་གསུམ་དེ་ནི་དེའི་བཟོ་བཅོས་བྱས་རྗེས་རྒྱ་བོད་མི་བཅས་ལ་ཡང་ཉེ་ཞིང་ཞོལ་རྒྱ་བོད་མི་བཅས་ཆོག་མཆན་རག

འདིས་ཁྲིམས་ཡིག་བསྐྱར་ཞིབ་ཚོགས་ཆུང་གི་སྙན་ཐོའི་ནང་འཆར་འབུལ་ཞུས་ཡོད་པ་ཙམ་དུ་མ་ཟད། ཕྱི་ལོ་ཉིས་སྟོང་བཅུ་བདུན་ཟླ་བ་ལྔ་པའི་ཚེས་བཞི་ཉིན་ཁྲིམས་ཞིབ་ཁང་ནས་བཅའ་ཁྲིམས་ཟིན་བྲིས་ཚོགས་ཆུང་གི་ཚོགས་མི་སློབ་དཔོན་ཟམ་གདོང་རིན་པོ་ཆེས་གདན་ཞུས་ཀྱིས་བཅའ་ཁྲིམས་ཀྱི་དོན་ཚན་ཁག་གཅིག་ལ་བཀའ་འདྲི་ཞུ་སྐབས། བཅའ་ཁྲིམས་དོན་ཚན་ལྔ་པ། འཛིན་སྐྱོང་དང་གྲོས་ཚོགས་ནས་བཅའ་ཁྲིམས་དང་འགལ་བའི་ཆ་དེ་དང་བླངས་ཀྱིས་བཟོ་བཅོས་མ་བཏང་ན། གཞན་ཞིག་གིས་ཞུས་པའམ་ཆེས་མཐོའི་ཁྲིམས་ཞིབ་ཁང་གིས་གཟིགས་པའི་སྒོ་ནས་སུའུ་མོ་ཏོ་ཡང་ན་ཁྲིམས་ཀྱི་ངོས་བཞེས་བརྒྱུད་རྩ་འཛིན་མེད་པར་བྱ་རྒྱུའི་ཐག་གཅོད་གནང་ཆོག་གི་རེད་ཅེས་གསུངས།

ནི་ཡང་ན་མེད་ན་ཆེས་མཐོའི་ཁྲིམས་ཞིབ་ཁང་གིས་གཟིགས་པའི་སྒོ་ནས་གལ་སྲིད་ཆེས་མཐོའི་ཁྲིམས་ཞིབ་ཁང་གིས་གཟིགས་པ་ཡིན་ན་དེ་ནི་སུས་སུ་ངོ་སྤྲོད་ཁྲིམས་ཀྱི་ངོས་གཞི་ཐོག་ནས་ཡང་སླེབས་ཆོག་གི་རེད། བརྒྱུད་རྩ་འཛིན་མེད་པ་བྱ་རྒྱུའི་ཐག་གཅོད་ཆོག་གི་རེད་ཅེས་གསུངས། ཁོང་ཀྱང། ང་ཚོའི་བྱ་རིམ་དེ་ཁྲིམས་མཐུན་ཐོག་བྱེད་བཞག་ཡོད་རེད་ཁྲིམས་མཐུན་ཐོག་བྱེད་བཞག་ཡོད་རེད། དེས་ཁྲིམས་ཤེས་མཁན་གྱི་ཚོགས་ཆུང་བཙུགས།

བདེ་འགོད་བྱས་ཏེ། ཁྲིམས་ཞིབ་ལག་བསྟར་བྱེད་ཆོག་པའི་བྱ་རིམ་ཞིག་ཡིན་པས། ཁྲིམས་ཞིབ་ཁང་ལ་བྱ་རིམ་འདི་ལག་བསྟར་བྱེད་པའི་དབང་ཆ་མེད་པར་བཟོས་ན། མང་གཙོའི་ལམ་ལུགས་ནང་གལ་ཆེར་བཟུང་བའི་ལྗིད་ཚད། སྟངས་འཛིན་གྱི་ལྟ་གྲུབ་འདི་ལག་བསྟར་བྱ་ཡུལ་མེད་པ་ཆགས་ཡོད། གཅིག་རེད། གལ་སྲིད། ཁྲིམས་ཀྱི་ངོས་བཞེས་དེ་སྲུང་མུ་རོ་དེ་མེད་པར་བཟོས་བས་ན་དེ་སྲུང་མུ་རོ་དེ། གང་བྱུང་མ་བྱུང་བྱས་ཡོད་པ། སུ་ངོ་སྤྲོད་དེ་ཡར་གླེང་ཡར་ལ། ཚིག་ངོ་བཤད་གནང་ཡག་གིས་དོན་དོན་ཁ་ཤས་རེད་བོད་ཀྱི་ཡུལ་མིའི་གཞི་རྩའི་ཐོབ་ཐང། Fundamental Rights། དེ་ནི Legal Rights། དེ་ནི་སྤྱི་པའི་ཁེ་ཕན། དེ་འདྲའི་ངོ་དེ་འདྲའི་ཐོག་ལ་ཡ། དེ་འདྲའི་གལ་ཆེ་བ་དེ་འདྲའི་གསུམ་ཐོག་ལ་ཡ། དེ་ནི་ཞུ་གཏུག་བྱེད་ཀྱི་ཡོད་ན་ཞུ་གཏུག་ཐོག་ལ་འགྲོ་ཡག་ཅིག་གལ་སྲིད་ཞུ་གཏུག་བྱེད་ཀྱི་མེད་པས་ན། དེ་ནི་སུ་ངོ་སྤྲོད་བྱེད་གནང་ཡག་ཡོད་རེད། འདི། གསུང་དགོངས་རེད། ད་གལ་སྲིད་སུ་རྨོ་རུ་དེ་མེད་པ་བཟོ་བའི་ཡིན་ན། དེ་ནི་ང་ཚོ་གོང་གི་གནད་དོན་གལ་ཆེན་པོ་ཞིག་ལ་བོད་མིའི་གི་གཞི་རྩའི་ཐོབ་ཐང་དང་ཁྲིམས་ཀྱི་ཐོབ་ཐང་སྤྱི་པའི་ཁེ་ཕན་ལ་ཡང་གནོད་འགལ་འགྲོ་གི་རེད་གནོད་འགལ་ཆེན་པོ་ཡིན་ན་སུས་ད་ཁྲིམས་སུས་སྲུང་སྐྱོབ་བྱེད་ཀྱི་རེད་ཟེར་དེ་ད་གལ་སྲིད་སུ་རྨོ་རུ་ཟེར་ཡོང་དགོས་གལ་ཆེན་པོ་དེ་རེད་ད་བྱ་བ་དེ་ལ་ཡང་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཀྱིས་ཏོག་དབྱིབས་གཉན་རིམས་ལ་བསྙད་དེ་གྲོས་ཚོགས་ཚོགས་དུས་བཅུ་པ་འཕར་འགྱངས་བཏང་བ་ཡིན་ཞེས་དོན་ལ་ཚོགས་དུས་གཅིག་ཕྱི་དྲོ་བྱས་པ་དེ། བཅའ་ཁྲིམས་དོན་ཚན་བཞི་བཅུ་པར་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུ་སྔོན་མ་གྲོལ་བ་ནས་ཟླ་དྲུག་ནང་ཚུན་ཚོགས་འདུ་སྔ་རྗེས་དབུ་ཚུགས་ཟིན་པ་དགོས་རྒྱུའི་དགོངས་དོན་ལ་གནོད་འགལ་བྱས་པ་ཞིག་ཡིན་པ་དང། ཁྲིམས་ཞིབ་ཁང་ནས་ཁྲིམས་མཐུན་བཟོ་དགོས་པའི་ལམ་སྟོན་བཀའ་ཁྱབ་རིམ་བསྟུད་བཏང་བར་རྩིས་མེད་གཏོང་རྐྱང་དང་ཁྲིམས་ཞིབ་ཁང་ལ་ཁྱད་གསོད་བྱེད་རྐྱང་ཁྲིམས་འགལ་གྱི་སྐྱོན་མཚང་འགེལ་ཆེད་དུ་བཅའ་ཁྲིམས་ལ་དགེ་སློབ་ཀྱིས་ཀྱང་བྱས་པའི་བྱ་སྤྱོད་རྣམས་དུས་ནམ་ཡང་དག་འབུད་བྱེད་ཐབས་མེད་པ་ནི། ཕྱི་ལོ་ཉིས་སྟོང་ཉི་ཤུ་དོ་དགུ་པའི་ཚེས་བཅུ་ཚེས་ལྔ་ཁོས་ཆེས་མཐོའི་ཁྲིམས་ཞིབ་ཁང་གི་བཀའ་ཁྱབ་ལ་གཟིགས་ན་གསལ་པོ་མཁྱེན་དོགས་ཡོང་གི་རེད། དེང་སང། བཅའ་ཁྲིམས་དོན་ཚན་བཞི་བཅུ་ཐམ་པ་དེ། སྤྱི་འཐུས་ཚོགས་དུས་གཅིག་ཚུགས་པའི་རྗེས་ལ་ཡང་ཟླ་བ་དྲུག་ནང་ལ་ཚུགས་དགོས་པ་རེད་དེ། བཅའ་ཁྲིམས་དེ་བཙན་བྱོལ་སྤྱི་འཐུས་ནི་ཆེས་དོན་གྱི་བ་དེ་ཚུགས་དགོས་རེད། དེ་ཚུགས་ཡ་ལ་ཡ། སྤྱི་འཐུས་ལྷན་ཚོགས་ཀྱི་རྒྱུན་ལས་ནས་དེ་དོགས་གསུམ་པོ་པོ་ཕར་འགྱངས་བྱས་སོང། གལ་སྲིད་ཕར་འགྱངས་བྱས་པ་ཡིན་ན། དེ་དོགས་དྲུག་དེ་བསྡད་ཀྱི་མི་འདུག། དེ་ཡིན་པའི་ཆ་ནས། གྲོས་ཚོགས་ནས་ཐབས་ལམ་ཡོད། ཐབས་ལམ་ཡོད་རེད། དཔེར་ན་ཆ་བཞིན་ན། ཁྱེད་ཀྱི་སྙེ་མ་གྲགས་པ་ནས་བཤད། ཧི་མ་ཅལ་གྱི་གྲོས་ཚོགས་ཚུགས་ཡོད་རེད། ཧ་རི་ཡ་ན་ཚུགས་ཡོད་རེད། པན་ཇབ་ཚུགས་ཡོད་རེད། རྒྱ་གར་དབུས་ཀྱི་གྲོས་ཚོགས་ཚུགས་ཡོད་རེད། འདི་སྐབས་དེ་ག་ལ་དང་དགོས་པའི་དོན་རེད། དེ་འདྲ་ཚུགས་ཡག་འདུག་བ། དེ་གི་ན་གཞིན་གྱི་དེ་ནི་དཔེར་ན། World Parliamentary Union ཟེར་བྱུང་རེད། དེ་རྣམ་པ་ཟིན་ནི་རེད་བ། World Parliamentary Union གྱི Web Site ལ་བྱས་པས་ན། རྒྱལ་ཁབ་ཉིས་བརྒྱ་ཙམ་གྱི་ཏོག་དབྱིབས་ཀྱི་རྒྱུ་མཚན་བརྟེན་ནས་དེ་ནི་ཁྲིམས་གྲོས་ཚོགས་གྲོས་ཚོགས་ཚུགས་ཡོད་རེད།

དབུ་དབང་བོད་མི་མང་སྤྱི་འཐུས་ཕན་ཐོགས་ལ་ཡོད་པ་སྨོས་མེད་ཡིན་ནའང། བཙན་བྱོལ་བོད་མིའི་བཅའ་ཁྲིམས་དང་སྒྲིག་གཞི་ཁག་ནང་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་འཕོ་འགྱུར་གཏོང་བའི་གཞི་རྩར་ཚབས་ཆེའི་ངན་སྤྱོད་དམ་ལས་འགན་མི་ཐེག་པ། Ground of Proved Misbehavior or Incapacity། ཇི་ཡིན་དང། ལག་བསྟར་བྱ་རིན་མེད་བཞིན་དུ། སྤྱི་ལྷན་གྱི་གྲོས་ཆོད་དེའི་ནང་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་གསུམ་ནང་གསེས་བཞི་པ་གཞིར་བཟུང་སྟེ་འཕོ་འགྱུར་བཏང་བ་ཡིན་ལུགས་བཀོད་པ་ནི། ཁྱིམ་གཞི་བ་ཆེ་བ་དང་ཁྱིམ་གཞི་བ་གཞན་གཉིས་ཀྱི་ཡུན་ཚད་སྐོར་ཡིན་པ་ལས་འཕོ་འགྱུར་གཏོང་རྒྱུའི་བྱ་རིམ་ཞིག་མིན་ལ། ཁྱིམ་ཡིག་གི་གཞི་རྩ་མེད་པར་འཕོ་འགྱུར་གྱི་བྱ་རིམ་ལག་བསྟར་བྱས་པ་ནི། ཁྱིམ་སྐལ་ཡིན་པ་མ་ཟད་མ་འོངས་པར་བོད་མིའི་སྒྲིག་འཛུགས་འཐོར་བཤིག་ཏུ་འགྲོ་རྒྱུའི་ཉེན་ཁ་ཚབས་ཆེན་ཞིག་བྱེད་སྟངས་འདི་རིགས་ནས་བསྡད་ཡོད། གང་ཞེ་ན། བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་གསུམ་བཞི་བ་ཟད་དེ་ག་རེ་ཞེ་ན། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་ཀྱི་ཡུན་ཚད་རེད། ལོ་དྲུག་ཅུ་རེ་ལྔའམ། ཁྲིམས་ཞིབ་ཆེ་བ་ཡིན་ན་ལོ་དྲུག་ཅུ་རེ་ལྔའམ་ལོ་ལྔ་ག་ལྔའི་བར་དུ་ཡིན། ཁྲིམས་ཞིབ་པ་གཞན་དེ

འདི་ཞིག་ལུང་དྲངས་ཏེ་བརྩམས་པ་ལ་བྱ་རིམ་དང། ཏག་ཏག་དེང་ནས་ལུགས་སུ་ཤར་ཞིང། དེ་ནས་བསུ་བ་འདི་ལ་ཡང། བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བརྒྱད་པའི་དགོངས་དོན་ལྟར། སྤྱི་འཐུས་ལྷན་ཚོགས་ཀྱིས་ཐག་གཅོད་བྱེད་ཕྱོགས་ལྷན་ཚོགས་ཀྱི་སྒྲིག་གཞི་དང་མ་མཐུན། ལྷན་ཚོགས་སྒྲིག་གཞི་དང་མཐུན་མིན་ལ་བསྙད་དེ་ཁྲིམས་ཞིབ་ཁང་ནས་རྩད་གཅོད་ཆོག་གི་མེད་ནའང། སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཀྱི་གྲོས་ཆོད། གྲོས་འཆར་དེ་འདོན་ཕྱོགས་དང་འཁྱེར་སྟངས་ཆ་རྐྱེན་བགྲོ་གླེང་ཡུལ་དུ་བྱེད་སྟངས་བཅས་པ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་ལེའུ་བཅུ་གཉིས་དང་བཅུ་གསུམ་དང་མཐུན་པའི་ཐག་གཅོད་ཅིག་མིན། ད་དཔེར་ན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྒྲིག་གཞི་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བརྒྱད་འདི་ཆེས་ཆེ་མཐོའི་ཁྲིམས་ཞིབ་ཁང་གིས་རྩད་གཅོད་བྱས་ཆོག་མ་རེད་ཟེར་བ་རེད། ཡིན་མིན་ནི་ད་ལྟ་གྲོས་ཆོད་དུ་འཁེལ་བ་ཡང་ཁྲིམས་ཞིབ་ཁྲིམས་ཞིབ་པ་འཕོ་འགྱུར་བཏང་ཡག་གི་གྲོས་གཞི་འཁེལ་ཡག་འདི་གཞི་བཞག་ས་མེད་མཁན་རེད། བྱེད་བྱེད་ཁུ་མ་རེད་དེ། ད་ལྟ་འདི་ན་ན་སྤྱི་འཐུས་ལྷན་ཚོགས་ལ་ག་ཅི་བར་སོང་ན་གྲོས་ཆོག་གྲོས་འཆར་ག་འདྲ་བཏོན་སོང། དངོས་ནས་བྱས་པས་ན་གྲོས་འཆར་འདི་སྔ་སོང་ས་དོན་ཚང་མས་ཤེས་དགོས་ལ་གྲོས་ཆོད་ཞོར་ཁ་ཐུང་ཐུང་མ་ཚུགས་དགོས་ནི་མེད།

Procedure འཆོར་བ་དེ་མ་རེད། ཞེས་པ་འདི། སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་ཀྱིས་ཁྲིམས་ཞིབ་ཁང་གིས་བཀའ་ཁྱབ་བཏང་བ་ཞིག་ལ་བཀའ་ཁྱབ་གཏོང་ཡུལ་ངོ་བཅར་གྱི་ཞུ་གླེང་བརྗེད་སྲོལ་གཏན་ནས་མེད་བཞིན་དུ་ཨུ་ཚུགས་བརྒྱབ་སྟེ་ཁྲིམས་ཞིབ་པ་ཆེ་བར་ཐུག་འཕྲད་བྱས་པའི་བརྒྱུད་རིམ་དང། ཁྲིམས་ཞིབ་ཁང་གི་བཀའ་ཁྱབ་ལྟ་བའི་བརྒྱུད་རིམ། ཁྲིམས་ཞིབ་ཁང་གི་ཐག་གཅོད་བཀའ་ཁྱབ་ཀྱི་སྐུལ་སློང་བཅས་པར་དངོས་བདེན་མ་ཡིན་པའི་གསལ་བཤད་ཇི་སྙེད་བྱས་བྱས་པ་མ་ཟད། སྤྱི་དམངས་གཏུག་བཤེར་འགྲོ་ལུགས་རྩ་འཛིན་ཁྲིམས་ཡིག་ཏུ་གསལ་བའི་ཁྲིམས་ཀྱི་ངོས་བཞེས་ཞེས་པ་ཁྲིམས་ལུགས་ཀྱི་རྒྱུན་རྒྱུན་ཤེས་མི་ལྡན་པའི་སྒོ་ནས་འགྲེལ་ལོག་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་དོན་ཚན་ལྔ་བཅུ་ང་གཅིག་པར་ལྟོས་མེད་བྱས་ཏེ

ལུགས་སྲོལ་མེད་པ་ཅིག་ལས་ད་ལུགས་སྲོལ་ཡོད་ཟེར་ནས་གསུངས་རྗེས། ཟས་སོང་བ་དེ་ཚོ་ཏག་ཏག་བདེན་མི་བདེན་ཞུས། རྔ་བ་འདི་ལ། གྲོས་ཆོད་འདི་ལ་བརྟེན་ནས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་ཆབ་སྲིད་དང་འཛིན་སྐྱོང་གི་སྐུ་དབང་རྣམས་མང་ཚོགས་ཀྱིས་ཡོན་འདེམས་བྱས་པའི་འགོ་ཁྲིད་ཚོ་བཙལ་བའི་ཁོངས། ཁྲིམས་ལུགས་དབང་འཛིན་གྱི་འགན་དབང། རྨང་ནས་བཅོས་བསྡུ་བྱས་ཡོད་པ་དང། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དགོངས་དོན་ལ་བརྩི་བཀུར་དང་ཉམས་ལེན་ཞུ་རྒྱུའི་ཆོད་སེམས་མེད་པར། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩ། ལྟ་གྲུབ་དང་གཞི་སྒྲོམ། ལ་གཏོར་བཤིག་བཏང་བའི་རྗེས་འབྲེལ་ཐད་གསལ་གྱི་དཀའ་རྙོག་སེལ་བའི་སླ་ཆོས་ཀྱི་ཐབས་ཤེས་གང་ཞིག་སྤྲད་ཀྱང། ཁྲིམས་དོན་ཆ་ཁག་པོ་ནས། ད་ནང་པ་ཚང་མའི་ཡག་པོ་མཁྱེན་གྱི་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཅིག་སྟོང་ཉིས་སྟོང་བཅུ་གཅིག་ལོར་ལ་ཡང་ཆབ་སྲིད་སྐུ་དབང་མ་གནང། དེ་ལྟར་བཅའ་ཁྲིམས། བཅའ་ཁྲིམས་དེ་ཡང་བཟོ་བཅོས་བྱས་པ་རེད། བརྩེ་དུང་ཟུར་ཆོས་བརྒྱབ་པ་འདི་ཏག་ཏག་མཚུངས་པ་ཅིག་གལ་ཡོད་མ་རེད། ད་འདི་དག་ན་བཞག་བས་ན་དེ་མང་ངོ་ཚོ་མ་འོངས་པ་ལ་ཡང་དཀའ་ངལ་འཕྲད་ཡག་གི་རང་བཞིན་གཞི་ཆགས་ཤག་ཟེར། དྲུག་པ་འདི་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཀྱི་འགལ་ཟླའི་རྩོམ་སྟེ། བཅའ་ཁྲིམས་དོན་ཚན་བཞི་བཅུ་པར་རྩིས་མེད་རྡོག་རོལ་བཏང་བ་དང། རང་ཉིད་ཀྱིས་ཁྲིམས་འགལ་བྱས་པའི་སྐྱོན་མཚང་འབད་ཐབས་སུ་རྩ་ཁྲིམས་ཀྱི་དགོངས་དོན་ལ་འགྲེལ་ལོག། སྤྱི་འཐུས་ཁྲིམས་ཞིབ་ཁང་ལ་ཁྱད་གསོད་བྱས་པ་དང་དེ་བཞིན་སྤྱི་འཐུས་ཚོགས་གཙོས་གྲོས་ཚོགས་ཀྱི་བྱ་རིམ་ཚུལ་མིན་སྤྱད་པ་དང། སྤྱི་འཐུས་རྣམས་ལོག་ཁྲིད་བྱེད་མཁན་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་འཕོ་འགྱུར་གྱིས་གྲོས་ཆོད་འཇོག་ཏུ་བཅུག་པ་ནི་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་གྱི་ཡ་གྱལ་གྱི་ཁྲིམས་ལུགས་དབང་ཆེན་དམག་ནས་འགྱེལ་བ་ཞིག་ཡིན། དེ་མཚམས། ཚོགས་གཙོའི་ངོས་ནས་ད་ཐམས་ཅད་ཚད་མཐོའི་ཁྲིམས་ཞིབ་པ་གསུམ་དེ་འཕོ་འགྱུར་བཏང་ཡ་དེ་དེབ་ཅིག་ལ་དེ་དེ་ནི་ང་ཚོ་དམངས་གཙོའི་ཀ་བ་གསུམ་རེད་བ། པ་བ་ཀ་བ་གསུམ་ཟེར་རྒྱུ་ནས་རེད་ད་ནང་བཞིན་དེ་ནི Balance of Power ཟེར་ནས་རེད། དེ་ནི་དེ་དེ་འདྲའི་གི་ད་ཇི་ཟེར་ཡོད་པ་དེ་ད་མེད་པ་བཟོས་སོང་ཟོས་དེ་རེད། བདུན་པ་འདིར་ཡང། ཡིན་ན་ཡང། ངེད་ཅག་ལས་ཐོག་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་ནི། བོད་མིའི་སྒྲིག་འཛུགས་ནང་སྲི་ཞུ་ཞབས་འདེགས་མཐར་སྐྱོང་ཞུ་མཁན་ཞེ་གཅིག་ཡིན་པའི་ཆ་ནས། གཞུང་སེམས་དམའ་མེད་ཡིན་པ་དང། ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་ཀྱིས་འགན་དབང་ལོན་ཡུན་རིང་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ། བྱ་ར། Watchdog། ཞུ་རྒྱུ་ནི། འདོར་དུ་མེད་པའི་དམ་བཅའ་དང་པོ་ཡིན་སྟབས། བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་ལ་འཕོ་འགྱུར་གཏོང་རྒྱུའི་སྐུ་དབང་ཡོད་པའི་བཅའ་ཁྲིམས་ཀྱི་དགོངས་དོན་དེ་ཡིད་ལ་བཅངས་ཏེ་དེ་རིང་གསལ་བཤད་དེ་སྒྲུབ་པའི་ཆེད་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་ཀྱིས་ལས་འགན་ཤོར་བ་ཡིན། ང་ཚོ་ཁྲིམས་ཞིབ་པ་གསུམ་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གསུམ་བོད་མིའི་སྒྲིག་འཛུགས་ཀྱི་གཞུང་ཞབས་བྱུང་ཞིབ་རྙིང་པ་ལོ་མང་པོ་ཞིག་ཞབས་ཕྱི་ཞུས་བྱས་ཀྱིན་བྱས་རེད། དེ་ཡིན་པའི་ཚེ་ནི་དེ་ནི་ངོ་ཚོལ་གྱི་ག་ས་བ་ད། ལས་ཀ་བྱེད་ཡ་དེ་ཁྲིམས་དང་སྒྲིག་གཞི་རེད་བ། དམངས་གཙོ་འཕེལ་རིམ་དེ་འདྲའི་ལ་ཡ་གཞི་ལ་བཞག་པའི་དོན་ནི་ཐག་གཅོད་བྱས་པ་ཅིག་ཆགས་བསྡད་ཡོད། དེ་ཡིན་པའི་ཚེ་ནི། བཅའ་ཁྲིམས། མ་འགལ་དོན་དུ་ལ་ཝོ་ཆི་ཀྲོའུ།

གུས་བརྩི་ཞུ་ཡག་གི་ཐོག་ནས་དེ་རིང་ད་ལྟ་དེ་ཚོགས་འདུ་དེ་གྲོལ་སོང་ན་ང་ཚོ་གསུམ་དེ་ལས་འགན་ཆེ་ཤོས་བྱས་ཡིན་ལས་འགན་མཚམས་བཞག་ཡིན་ཟེར་ཅིག། ང་ཚོར་བཅའ་ཁྲིམས་ལ་སྦྱང་རབ་བྱས་པའི་གོ་སྐབས་བྱུང་བར་སྤོབས་པ་ཡོད་པ་དང་བཅའ་ཁྲིམས་ལ་གནོད་འགལ་བྱས་པའི་གནོང་སྐྱོན་གཏན་ནས་མེད། ང་ཚོ་ཁྲིམས་ཞིབ་པ་གསུམ་དེ་ཁྲིམས་ཀྱི་སྦྱང་ར་བྱས་པ་དེ་ལ་ཡང་ང་ཚོ་ལ་སྤོབས་པ་ཡོད།

བཅའ་ཁྲིམས་ལ་བརྩི་མེད་བྱས་པའི་ལོ་རྒྱུས་ཀྱི་འགན་ཁུར་དེ་གཡོལ་ཐབས་མེད་པའི་གཞི། གཡོལ་ཐབས་མེད་པ་ཞིག་ཡིན་པ་ནི་ཁྲིམས་ཞིབ་ཁང་གི་བཀའ་ཁྱབ་དང་སྤྱི་འཐུས་རྒྱུན་ལས་ཀྱི་གསལ་བསྒྲགས་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་ཞེས་དཔྱད་བསྡུར་གནང་ན་གསལ་པོ་མཁྱེན་རྒྱུ་ཡིན། ད་གལ་ཆེ་ཤོས་དེ་ག་ཟེར་ན། རྣམ་པ་དེ་མི་མང་དུ་གང་བཞེངས་པ་ཟེར་ན། སྤྱི་འཐུས་རྒྱུན་ལས་ཀྱི་ཁེངས་པའི་དུས་ཚོད་དེ།

དང་ན་ཤན་སྤྱི་འཐུས་རྒྱུན་ལས་ནས་ཁྱེད་པ་དང་དང་ན་ཤན་གྱི་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དུད་ཁྲོད་བཞག་པ་དེ། དེ་ནི་སྔོན་གླེང་གི་འདུག་བཟི་ན། རེད་བ། དེ་ནི། ཁྲིམས་དེ་སུས་བཀལ་འདུག། དེ་བཟི་རོགས་གནང། ཞུ་བ་གཅིག་རེད། དོན་རྐྱེན་འདི་ལ་བརྟེན་ནས་མང་ཚོགས་ནས་བློ་འཚབ་དང། ཡིད་ཆུང་བའི་སེམས་ཚོར་ཅི་རིགས་བྱུང་དང་འབྱུང་བཞིན་པའི་གནས་སྟངས་ལ། བསམ་ཚོད་བྱེད་ཐུབ་ཀྱི་འདུག་ད་ད་ལྟ། ཁྲིམས་ཞིབ་པ་གསུམ་དེ། ལས་གནས་ནས་འཕོ་འགྱུར་བཏང་ཡིན། ཟེར་བ་ཡིན་པའི་ཆ་ནས་རང་གསུམ་ལ་ཡང་དགྲ་རྒྱལ་མང་ཚོགས་མང་པོ་ཞིག་པོ་བྱས་ནས་བློ་འཚབ་བྱས་པ་དང་དེ་ནས་སེམས་ཁྲལ་བྱས་པ་དང་དེ་ནས་བྱེད་མཁན་འདི་མང་པོ་འབྱོར། དེ་འདྲ་ད་ལྟ་བརྒྱུད་ལམ་འདི་བརྒྱུད་རྗེས་ང་ཚོ་རང་གཅིག་གི་ངང་བཞུགས་མེད་ཞེས་རེད། ང་ཚོ་ཁྲིམས་འགལ་བྱས་མེད་བློ་འགེལ་མཁན་མེད་སྤོབས་པ་ཆེན་པོའི་ཐོག་ནས་བཞུགས་ཡོད་དེ་ནི་ང་ཚོ་ཡང་མི་མང་ཚོ་ནས་ལྷིང་འཇགས་ཐོག་ནས་ཐུགས་ཁྲལ་མ་གནང་རོགས་གནང། དེ་ལྟར་ན་ཤིང་གི་གླུ་ལྷིང་ལ་ཅིག་ཞུ་དགོས་ན། གཙོ་ཆེ་ཤོས་དེ་རང་རང་ཚུགས་ཀྱི་ཟ་བ་རུམ་ཞིག་མ་གནང་བཞག་པའི་དམངས་གཙོ་དེ་མདུན་སྤོས་བྱེད་ཡག་གི་ཨམ་ཕྲག་མེད་གི་ཤུགས་རྒྱག་ཡག་ཅན་པ་དང་དམངས་གཙོ་ཕྱི་ཤིག་རྒྱབ་ཡག་གི་ལས་དོན་བྱེད་དགོས་མ་ཡིན་པ་དེ་མི་དམངས་ཚང་མས་ཀྱི་ཐུགས་ལ་བཞག་རོགས་གཅིག་ཞུ་ཡག་གཅིག་དེ་ཡིན། རྒྱལ་གཅེས་མང་ཚོགས་ཀྱིས་དམངས་གཙོའི་ལམ་ལུགས་ལ་ཡིད་ཆེས་དང། ཁྲིམས་ཀྱི་དབང་སྒྱུར་ལ་བསྡུས་མོས་མ་ལྷོད་པར། སྤྱི་ཚོགས་ནང་ཞིང་ལོངས་མི་ཡོང་བའི་འགན་ཁུར་བཞེས་ཐུབ་པ་ཡིན་ན། འཕྲལ་རྐྱེན་གེགས་བར་འདི་རིགས་ལས་གྲོལ་བའི་ཐབས་ལམ་གང་སྐྱོ་ཡན་ད་ང་རང་ཐོག་གི་དམངས་གཙོ་ལ་ཡང་ཡིད་ཆེས་བྱེད། དག་ན་ཤིང་གི་ང་ཚོའི་ལས་དོན་ཐོག་ལ་ཡང་ནི་ཕུ་ཐག་བར་ཐག་བྱས་པ་ཡིན་ན་ད་ལྟའི་གི་དཀའ་ངལ་གེགས་བར་བྱས་ཏེ་རྒྱུ་བུ་སོན་གྱི་རེད། ཅེས་ཞུ་ཡ་དེ་རེད། ནི་མཐའ་དོན་འདི་ལ་ཡང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་འགོ་གསོ་སྐྱབས་མགོན་ཆེན་པོ་མཆོག་སྐུ་བདེ་ཞགས་པས་བསྐལ་བརྒྱར་བརྟན་ཅིང